ཝང་ལགས་བཟོ་ལྟར་ང་ཚོ་འཛིན་གྲྭ་དགུ་པ་རྫོགས་ཡང་དེ་བཞིན་བདག་གི་ཐོག་ཐེངས་འདིའི་དྲྭ་ཐོག་གི་ནང་ནས་རྒྱལ་བ་ཟེར་གྱི་ཡིན་པ་ཡོད་རྒྱལ་བ་དགུ་པ་ཆེ་བ་དག་ཁྱེད་ཚིག་ང་ནང་དུ་གར་ཕྱིན་པ་རེད་ཟེར་ནའང་ཤོག་གྲངས་ཉི་ཤུའི་ནང་གི་ད་ལྟ་དྲི་བ་གསུམ་པ་འདི་ལས་ཡ་གཤམ་གྱི་དཔེར་བརྗོད་རྣམས་བྱེད་སྒྲའི་ནང་གསེས་གང་ཡིན་ངོས་འཛིན་བྱེད་དགོས་ཡོད་ས་འདི་ཕྱིན་པ་རེད་བ་འདི་ཁྱེད་ཚིག་ཕྱིན་ཚར་རེད་ལ་འདི་ལ་བསྐྱར་བཤད་དམིགས་བསལ་མོ་གོ་བྱས་དེ་ནས་ད་དྲི་བ་བཞི་པ་འདི་ལས་ཡ།

འདི་ང་ཚོ་ཁེ་ཆིན་ཚང་ཡིན་པ་ཨིན་ལྡན་གྱི་སྒྲའི་བསྒྱུར་བཅོས་ཇི་ལྟར་ཡིན་ནམ་ན་མ་ར་ལ་གིས་ད་བ་ས་གིས་བ་ང་གིས་ཨོ་ཏོ་ཚོ་ཆིན་ཚང་ཤག་ལ་བཟོ་ལྟ་དེ་ནས་དྲི་བ་ལྔ་བ་དེ་ལས་ཡ་རང་ངོས་ནས་དྲི་རྒྱུ་ས་ད་གྱེན་ལངས་ཉམས་རྟོགས་མེད་མོ་ཅེས་སུས་སུས་དྲི་ཡ་རེད་ཟེར་ལབ་ཤག་དེ་ནས་ངས་སུས་སུས་དྲི་ཡ་ཡིན་དུས་ངས་མ་ང་ནས་རོབ་ཙི་ལགས་པུ་ཡིན་ཨ་ནི་ཁྱེད་རང་ཚོས་དྲི་རོ་གནང་ཨ། རང་ངོས་ནས་དྲི་རྒྱུ་དེ་ནང་ལ་ག་རེ་འདོགས་ཟེར་ན་གནའ་མི་དྲུག་པ་འདྲེ་འདྲེ་དང་གནའ་མི་གསུམ་པ་བྱེ་བྲག་གཉིས་ལས་ཁྱད་པར་ག་རེ་ཡོད་རེད་ཟེར་ལབ་ཤག། དེ་ནམ་རྒྱུན་སྤུག་ཚོས་སྟབས་བདེ་བྱེད་དུས་ཙམ་ལ་ཡང་གནམ་མི་འཁྲུག་པ་ལ་ཡང་ས་མེད། གསུམ་པ་ལ་ས་ཡོད་ཕྱིན་འགྲིག་འདུག་མ་འགྲིག་ཡང་ཞིང་འབྲོག་གྱེས་ཡོང་མར་ད་ག་རེད། རེད་དེ་ལས་ཁོ་གཉིས་ཀྱི་ཁྱད་པར་ཡག་ཤོས་འདི་ཁོ་རང་གཉིས་གོ་དོན་འདི་བྲིས་ཤར་ན་ཡག་ཤོས་རེད། གནམ་མི་འཁྲུག་པ་རེད་ཅེ་ན་ཆོས་ཉིད། གར་ས། ཆོས་ཉིད་སྔ་ཕྱིའི་འབྲེལ་བ་གཙོ་བོར་སྟོན་པའི་ཨིན་ལྡན་གྱི་གནམ་མི་ཞིག་ལ་ཡང་གནམ་མི་འཁྲུག་པ་ཟིག་རེད། བྱ་བ་བྱེད་པ་པོ་གཙོ་བོར་སྟོན་པའི་ཨིན་ལྡན་གྱི་གནམ་མི་ཞིག་ལ་གནམ་མི་གསུམ་པ་ཇི་འདྲ་ཟིག་རེད་ལབ་བཞག་སོང་ད། ཨ་ནི་ཁོ་གཉིས་གཉིས་ཀྱི་ཁྱད་པར་དེ་དེ་གསལ་པོ་ཞིག་སྟོན་བྱ་བ་རོ། འོ་དེ་འདྲའི་ཟུར་ཞིག་རེད། ལགས་སོ། ཨ་ནི་ད་ང་ཚོ་ད་རེས་འགྲོ་ཡག་གི་རྩིས་གཞི་དེ་ག་རེ་ཡིན་པ་ཞིག་ལབ་ཡིན་ན། ཤོག་གྲངས་ཉི་ཤུ་རྩེ་ལྔའི་ནང་ལ་ཡ། གར་དོགས་སུ་ཞུས་པ་ཡིན་ན་ཉི་ཤུ་རྩེ་ལྔ་དེའི་ནང་ལ་ཡ་རྒྱན་དུས་དང་ལྷག་ཆད་དང་རྒྱན་དུས་ཡིག་དང་ལྷག་ཆད་ཀྱི་ཨ་ནི་རང་སྦྱོང་དེ་རེ་བྱ། དེ་ཡིན་དུས་ཙང་ལ་ངས་དེ་མ་གཅིག་དྲུག་གི་ཡིན་རུང་ཨ། དྲི་བ་དང་པོ་དེ་ལ་ཡ་ཉི་ཤུ་རྩེ་ལྔའི་ནང་དྲི་བ་དང་པོ་དེ་གར་བྲིས་འདོགས་ཟེར་ན།

རྟ་ལ་ཞོན་ཏེ་འཛུམ་མདངས་ཕྱུང། ས་སྟེ། རྟ་ལ་ཞོན། རྟ་ཞོན་ཏེ་ས་སྟེ། རྟ་ཞོན་ཏེ། རྟ་ལ་ས་སྟེ་ཞེས་བྱ་བྱེད་ན་འདི་ལ་ཞེས་ལས་བྱ་རྟ་ཡིན་ན་ཁྱད་ཡོད་མ་རེད། རྟ་ཞོན་ཏེ་དང་རྟ་ལ་ཞོན་ཏེ་ཁྱད་སུ་ཡོད་མ་རེད། རྟ་ལ་ཞོན་ཏེ་འཛུམ་མདངས་ཕྱུང། ས་སྟེ། རྟ་འདི། རྒྱས་འདུས་ཀྱི་ནང་གསེས་རེད་དོ། ལྷག་བཅས་ཀྱི་ནང་གསེས་རེད་དོ་འདི་ངོས་འཛིན་བྱེད་ཞོར་གསུངས་པ་རེད། རྟ་འདི་ཞེས་བྱ་བ་དེ།

ད་དེ་ཡིན་དུས་ཚངས་བུག་ཅིག་གི་འདི་མཚམས་སྦྱོར་ལྷག་ཆད་རེ་བཞག་ལབ་ཡིན་ན་མ་འགྲིག་ཡ་གལ་ཡོད་མ་རེད་ད་ཡིན་དུས་བྱས་ན་ཡིན་ནའི་ནང་གསེས་ག་རེ་འདོགས་སོ། མཚམས་སྦྱོར་ལྷག་ཆད་ཁོ་རང་ལས་ནང་གསེས་གསུམ་ཡོང་གི་རེད་ཡ། བྱེད་པས་བྱ་བ་དྲན་པ་བྱ་བས་བྱ་བ་དྲན་པ་བྱ་བ་གཉིས་དུས་གཅིག་ཅར་དུ་དྲན་པ་ས་ཆ་རེད་བ། དེ་འདྲས་ཡིན་དུས་ཚངས་ད་དང་པོ་དེ་ལ་ཡ། རྟ་ལ་ཞོན་ལྟའི་འཛུམ་མདངས་ཆུང་ཟིན་ཡིན་དུས་ག་རེ་རེ་འདོགས་སོ་ལབ་རེ། འདི་ལྷག་ཆད་ཀྱི་དཔེར་བརྗོད་རེ་བྱ། ལྷག་ཆད་ཀྱི་ནང་ནས་ག་རེ་འདོགས་མཚམས་སྦྱོར་ལྷག་ཆད་རེ་བྱ། མཚམས་སྦྱོར་ལྷག་བཅས། མཚམས་སྦྱོར་གྱི་ལྷག་བཅས་ཀྱི་ནང་ནས་ནང་གསེས་ག་རེ་རེ་དོ། མཚམས་སྦྱོར་ལྷག་བཅས་ལ་ནང་གསེས་གསུམ་ཡོད་རེད་ད་ལྟ་རང་ཞུས་ཡིན་པ། བྱེད་པས་བྱ་བ་འདྲེན་པ། བྱ་བས་བྱ་བ་འདྲེན་པ། བྱ་བ་གཉིས་དུས་གཅིག་ཅར་དུ་འདྲེན་པ། རྟགས་འདི་ག་རེ་དོ་ཟེར་ན། རྟགས་ལ་ཞོན་ཏེ། རྩོམ་གཏམ་བྱུང་ཟེར་དུས་ཙང་ནས་བྱེད་པས་བྱ་བ་འདྲེན་པ་ཟིན་ཟེར་དོ། བྱེད་པ་པོ་གཅིག་གིས་ནི། ཨོ། བྱེད་པས་བྱ་བ་འདྲེན་པ།

ད་ལྟའི་རྒྱན་དུས་རེད་ཤག་ཟེར་ལབ་རེད་རྒྱན་དུས་ཀྱི་རེད་ཤག་རྒྱན་དུས་ཀྱི་ནང་ནས་ནང་གསེས་ག་རེ་འདྲིར་འདོགས་ཟེར་ན། མི་མཐུན་པའི་རྒྱན་ཟེར་ཡིན་དེ་རེད་མི་མཐུན་པའི་རྒྱན། གང་ག་རེ་དང་ག་རེ་མཐུན་གྱི་མི་འདུག་དེ་སེར་སྣ་ཆེ་བ་དེ་དང་ཕྱུག་པོ་གཉིས་དེ་མཐུན་གྱི་མི་འདུག་ཕྱུག་པོ་བཅས་པས་རྒྱུ་ནོར་ལོངས་སྤྱོད་ཞུ་ཡིན་ན་སེར་སྣ་ཆེ་དགོས་ཡ་གལ་མི་འདུག་ཁོ་མེད་ན་མེད་པ་རེད་སྙིང་རྗེ་སེར་སྣ་མ་ཆེ་རང་ཆེ་རེད་བ། གཏད་དེ་ཡོད་པ་དེ་རྫོགས་ན་ཡོང་མ་རུང་བ། བྱས་ཙང་དེ་འདྲའི་ཡིན་དུས་ཙམ་ལས་ད་ད་ལྟ་ག་རེ་སོ་ཕྱུག་ཀྱང་སེར་སྣ་ཆེ། ཁོ་རང་ཕྱུག་པོ་རེད་དེ་ལས་སེམས་ན་ཚ་བོ་ཞིག་གི་དུས་དག་ཆར་ཁོ་གཉིས་མཐུན་གོ་མ་རེད་སེམས་ན་ཚ་བོ་དང་ཕྱུག་པོ་གཉིས་དེ་བྱས་ཙང་རྒྱན་དུས་ཀྱི་ནང་ལ་ཡང་ནང་སེམས་ཡིན་པ་ཡིན་ན་རྒྱན་ལ་ཡང་མཐུན་པའི་རྒྱན་དང་མི་མཐུན་པའི་རྒྱན་ཟེར་ནི་བྱུང་གི་རེད་བ། འོང་ལྟ་དེ་ནས་བསྡུས་པ་ལ་ཡང་ཨ་ནན་ཁ་ཟིན་ཞིག་ཞུས་ས་ཡིན་བསམ་བྱུང་གོང་མས་འོག་མ་བསྡུས་པ་འོག་མས་གོང་མ་བསྡུས་པ་གཞན་བསྡུས་པ་ཟེར་གྱི་རེད་ད་ད་ལྟ་དེ་ག་རེ་གཏོགས་ཟེར་ན་མི་མཐུན་པའི་རྒྱན་རེད་བྱས། མི་མཐུན་པའི་རྒྱན་ག་རེ་ཡིན་རུང་རྟོགས་ཟིན་ན་འདི། ཕྱུག་པོ་ཡིན་ཀྱང་སེར་སྣ་བྱེད་ཀྱི་འདུག་ཟེར་བྱེད་དོ། བྱས་ཙང་ཕྱུག་པོ་སུས་སུས་ཙང་ད་རྒྱུ་ནོར་ལོངས་སྤྱོད་མང་པོ་ཡོད་པའི་དོན་རེད་བ། འོ་སེར་སྣ་ཆེ་བ་སུས་ཙང་ནི་ཡང་ད། ཡང་ཅིག། གར་སུག་རེད་ད་འདི་རྫོགས་ན་དཔེ་གསར་བ་རེ་འདོན་འདོད་བྱེད་ཡག་གི།

ཕྱུགས་ཀྱང་སེར་སྣ་ཆེ་ས་དེ་ཕྱུག་པོ་ཡོད་ཀྱང་སེར་སྣ་ཆེ་སུས་ཀྱང་ཕྱུག་པོ་དང་སེར་སྣ་ཆེ་ནི་དེ་མི་མཐུན་པ་རེད་འོང་ཡང་དེ་མི་མཐུན་པའི་རྐྱེན་རེད་ཤགས་འདི་བྲིས་ནའང་བདག་ཅག་ཚོས་སུས་སུས་གཏོང་མཇལ་གནང་རེད་ད་འོང་དེ་ལས་ཆུ་སྐྱེས་ཏེ་ཆུ་ལས་སྐྱེས་པས་སོ་ས་ད་དེ་གྱེན་དུས་ཀྱི་དཔེར་བརྗོད་རེད་དོ་ལྷག་ཆད་ཀྱི་དཔེར་བརྗོད་རེད་དོ་ཡང་ངོས་འཛིན་བྱེད་དགོས་རེད་ད་དེ་ལྷག་ཆད་རེད་ཤགས་དེ་ཧར་ཆད་རེད་ཆུ་སྐྱེས་ཏེ་སུས་ཀྱང

དབྱེ་བ་འདྲེན་པ། གཏན་ཚིགས་འདྲེན་པ། ངེས་ཚིག་འདྲེན་པ། རྒྱས་བཤད་འདྲེན་པ། འདི་གའི་ནང་ནས་ག་རེར་འདོགས་ཟེར་ན་ད། ཆུ་སྐྱེས་ཏེ། ཆུ་ལས་སྐྱེས་པས་སོ་ཟེར་ཙང་ན་ཡང་ད་དེ། ངེས་ཚིག་འདྲེན་པ་རེད་བཞག། ངེས་ཚིག་འདྲེན་པ་ཟེར་ན་ཚིག་ལ་འགྲེལ་བཤད་རྒྱག་དགོས་རེད། ཨོ་མི་གཅིག་མིང་ལ་བཟང་པོ་ལ་ཟེར་ན་བཟང་པོ་དེ་སེམས་བཟང་བས་སོ་ཟེར་ནས་སོ་བྱེད། རེད། འོང། སྤྱོད་བཟང་སྟེ་སྤྱོད་པ་ཡག་པས་སོ་ཞེས་ནི་ཟུར་ཕྱེ། གང་དག་དག་བ་དེས་བུ་ཞེས་ཟེར་ན་སངས་རྒྱས་ལབ་ཟེར་ན་སངས་རྒྱས་ཏེ། མ་རིག་པའི་གཉིད་ལས་སངས་བ་དང་ཤེས་བྱའི་བློས་གྲོལ་རྒྱལ་བ་ན་སངས་རྒྱས་ཟེར་རོ། ཨོ་ཨོ་དེ་ནང་བཞིན་གང་དག་ག་རེ་ལ་དཔེར་བརྗོད་བརྒྱབ་དོ་ཆུ་སྐྱེས། ཆུ་སྐྱེས་ཟེར་ན་ག་རེ་མེ་ཏོག་པད་མའི་མིང་རེད། མེ་ཏོག་པད་མ་དེ་ཆུ་ལས་སྐྱེས་གོ་རོ། བྱས་ཙང་ཆུ་སྐྱེས་ཏེ་ཆུ་སྐྱེས་ཟེར་དེ་ག་རེ་ཞིག་གོ་རོ་ཟེར་ན་ཆུ་ལས་སྐྱེས་པས་སོ་ཟེར་ཆུ་ལས་སྐྱེས་པ་ཡིན་ཙང་ཆུ་སྐྱེས་ཞེས་ལབ་པར་གདའ།

ཁོ་རང་སྒེར་གྱི་ལས་ཀ་དེ་ཚོ་བས། དེའི་ཐོག་ལ་ཡང་བསམ་བློ་དེ་ཚོ་བས་ཏེ། བརྒྱ་ཆའི་ཐག་གཅོད་ཡ་ཐག་གཅོད་ཡོད་པ་ཅིག་གཏིང་གི་ཐོག་ཏེ་སྤྱི་སེམས་ཀྱང་ཆེ། བྱས་ཙང་དེ་ག་རེར་དོགས་ཟེར་ན། གོང་མའི་འོག་མ་འདུལ་བ་མར་བཞག། རོ། འདུལ་བའི་དཔེར་བརྗོད་རེད་དོ། འདུལ་བའི་དཔེར་བརྗོད་ཡིན་དུས་ཙང་ལ་ཡང་གོང་མའི་འོག་མ་འདུལ་བ་མར་བཞག། འོང། འོག་མའི་གོང་མ་འདུལ་བ་མར་བཞག་ད་རེ་ག་རེར་དོགས་གཞན་འདུལ་བ། གཞན་ག་རེ་འདུལ་གི་དོགས། སྤྱི་སེམས་ཀྱང་ཆེ། སུ་སུ་སྒེར་གྱི་དོན་དག་ལ་ཡང་ཨ་ནི་བས་ད། སེམས་ཤུགས་དེ་སྐྱེས་མ་སུ་ཆེ་ཐག་གཅོད་ཡོད་པ། དེས་མ་ཚད་སྤྱི་བའི་ལས་ཀ་ལས་ཞི་དྲག་ཆེན་པོ་འདུག་སྤྱི་བའི་ལས་ཀ་ལ་ཡང་ཁོ་པས་ཞི་དྲག་གི་སེམས་ཤུགས་ཆེན་པོ་འདུག་ད་ལབ་རེད་དེ་དུས་སུ་འདི་ལྟ་ན་གར་སོ་ཀོ་རེ་ཚིག་གི་ཞོར་ལ་ཡ་ཁོ་རང་གི་སྒེར་གི་དོན་ལས་སེམས་ཤུགས་ཆེ་ཐག་ཆོད་རེད་བཞག་སོ་ད་སྒེར་གི་དོན་ལ་ཡ་སེམས་ཤུགས་ཆེན་པོ་ཡོད་པ་དེ་ཚུལ་བདུན་དགོ་རེད་བྱས་ཙང་གཞན་དུས་བག་ས་རེད་ཤེས་སོང་ད་དེའི་འོག་དེ་ལ་གར་འདོགས་ཟེར་ན་གལ་ཏེ་སོ་བསྟན་ས་གལ་ཏེ་སོ་བསྟན།

ག་རེ་འགོ་རེད། ཚིག་མཐུན་པ་དང་དོན་མཐུན་པ། ད་འདིའི་དོན་མཐུན་པ་ག་འདྲ་རེད་ཟེར་ན་མཛེས་པ་ཡིན་ལ། མདོག་ཀྱང་དཀར། སྤྱོད་པ་ལ་སོགས་པ་ད་དཔེར་གང་ཞིའི་ཐོག་ལས་མཛེས་པོ་ཡོད་པ་མ་ཚད་ཨ་ནི་ཞལ་རས་དེ་དཀར་ཐག་ཆོད་འདུག། ཨོ་ད་འདི་འདྲ་ཡིན་འདུག་ཙང་ལ་ཡ་ཁོ་གཉིས་དོན་མཐུན་པ་རེད་དེ། དེ། ཅིག་ཕྱིའི་སྤྱོད་པ་ཡིན་ནའི་འདྲ་སྐྲ་ལ་སོགས་པ་ག་རེ་གཟུགས་བྱད་ཡིན་ནའི་འདྲ་དེ་མཛེས་པོ་ཡོད་པ་གང་ཞིག་ལ་ཡ་ཨ་ནི་ད། ཉམས་མདོག་ག་རེ་དང་སྡོང་པོ་དེ་དཀར་པོ་རེད་ཤག་མདོག་ཀྱང་དཀར། ཇི་ཙམ་སྐུ་ཉིད་གར་སྐྱེ་བ་ལས། དོན་མཐུན་པ། དོན་མཐུན་པ། ཨང། ད་དེའི་ནང་ནས་གར་སེམས་ཉིད་རེ་དོགས་ཟེར་ན་མཐུན་པ་ལས་ཡ། དོན་མཐུན་པ་དང་ཨ་ནི་ཚིག་མཐུན་པ་གཉིས་ཡོད་པའི་ནང་ནས། མཐུན་པའི་ཚིག་རྒྱན་གྱིས་དོན་མཐུན་པ་ཟིན་འདིར་ད་དེ་ག་རེ་དོན་མཐུན་པ། མཛེས་པ་ཡིན་ལ་དོགས་ཀྱང་གར་ཟེར་ན་ག་རེ་དོན་མཐུན་པ། དག། གོ་དོན་ཚང་མ་ཤེས་ཀྱང་ཤེས། དེ། གོ་དོན་ཚང་མ་ཤེས་ཀྱང་ཤེས། ཟི་ལི་ལཱ། ལྷག་ཆད་ནི་ཡོང་ཞེན་ཡང་གོང་རེ་མི་འདུག་ལྷག་ཆད་ཀྱི་ཚིག་ཕྲད་མི་འདུག་བ་སྟེ་དེ། དེ། ས་ད་ད་ད་དང་པོ་དེ་ནི་མི་འདུག་ད་དང་པོ་དེ་ནི་མི་འདུག་ད་དང་པོ་དེ་ནི་མི་འདུག། ད་ཆད་ན། གྱེན་དུས་ཀྱི་ནང་ནས་གང་རུང་ཅིག་ཡིན་དགོས་ཀྱི་འདུག་བ། གྱེན་ཡིན་ད་དུས་པ་ཡིན། དེ་ཡིན་དུས་ཙམ་ད་ཀོ་ཀོ་ཅུ་ཅིག་ཟིད་ད་དེ། གོ་དོན་ཚང་མ་ཤེས་ཀྱང་ཤེས། ད་དེ་ག་རེ་སྲིད་ཡིན་ཟེར་དུ། མཐུན་པའི་རྫིག་རྒྱན་རེ་བྱ། མཐུན་པའི་རྫིག་རྒྱན་ནང་ནས་ད་ལྟ་གང་འདི་ལ་ཡ་གར་དོ་དོན་མཐུན་པ་དེའི་ཚིག་མཐུན་པར་བྱ། དེའི་བཤད་དེའི་བཤད་དོ། གང་གི་ཚིག་གོང་འོག་གཉིས་མཐུན་པར་དུ་བ་ཚིག་གོང་མ་དང་འོག་མ་གཉིས་ཚིག་གཉིས་མཐུན་གྱི་དུ་བ་དེ་ལ་ཡ་གར་ཚིག་རེ་ཚིག་མཐུན་པ། འོག་མཐུན་པའི་ཚིག་རྒྱན་ནང་ནས་གར་ཚིག་རེ་ཚིག་མཐུན་པ་ཚིག་མཐུན་པ། གང་གི་དེ་དོན་མཐུན་པར་དེ་མཛེས་པ་ཡིན་ལ་མདོག་ཀྱང་དཀར། བཀྲེས་པ་ཡིན་ནས་སྐྲ། སྐྲ་ལ་སོགས་སྐྲ་གཟུགས་བརྒྱད་ལ་སོགས་པ་དུ་ལ་བའི་མཛེས་པོ་བཞུགས་ཡོད་པའི་གང་ལས་སྟོང་པ་དེ་དཀར་པོ་རེ་བྱ། གང་ཞེ་ན། འདིའི་དོན་དག་དང་འདིའི་དོན་དག་གཉིས་མཐུན་སོ། ད་དང་དེ་འདིལ་ག་སྲིད་དོ། གོ་དོན་ཚང་མ་བཤད་ཀྱང་ཤེས། གོ་དོན་ཚང་མ་བེ་ད་དེ་བཤད་ཡག་ཐག་ཆོད་རྒྱབ་བཞག་ཡོད་ད་སྟེ་གོ་དོན་ཚང་མ་བཤད་ཀྱང་ཤེས། བཤད་འདི་དང་བཤད་འདི་གཉིས་ནི་ཚིག་མཐུན་པ་རེད། འོ་དེ་ལ་ཡང་ཚིག་མཐུན་པ་ཟེར། འོ་ཡང། ད་འོ་ནི། ཤར་ནས་ཉི་མ་ཤར་ཡང་ཤར་ཟེར། ཉི་མ་ཤར་ཡང། ཤར་ནས་ཉི་མ། དེ་ལས་དོ། ཤར་ནས་ཉི་མ། ཤར་ཡང་ཤར་རེད་ཡོད་དེ། ཤར་ནས་ཉི་མ་ཤར་ཡང་ས་ད་ཏི་ངས་འགྲེལ་བཤད་མ་རྒྱབ་ནས་ད་སྤུ་གུ་ཚོས་དངོས་གནས་བྱས་ན་ཡག་པོ་བྱས་ན་ལམ་རྐྱང་འདི་རེད་ཤག་ས་ཤེས་འདུག་གོ་རེ་ད་རེ་རེ་དོག་འདི། ཤར་ནས་ཉི་མ་ཤར་ཡང་ཤར་ཟེར་ན། གཅིག་པ་གཅིག་ཀྱང། གོ་དོན་ཚང་མ་བཤད་ཀྱང་བཤད་དང་ཤར་ནས་ཉི་མ་ཤར་ཡང་ཤར་གཉིས་ཁྱད་པ་ཅི་ཡོད་མི་འདུག། བྱས་ཙང་འདི་འདྲའི། ཤར་ནས་ཉི་མ་ཤར་ཡང་ཤར་ཟིན་ཚིག་མཐུན་པ། ཡང་མིན་ན་ནི། འདི་འདི་རྒྱབ་ཡར་མར་ཤར་གོང་དང་དགོས་ངས་སྡུག་རྩེན། ཕལ་ཆེན་འདིག་འདུག་འགྲུལ་ཤོག་འདུག་ཉི་མ་ཤར་ཡང་ཤར་མེད་ཟེར་འདི་ན་ལས། དེ་ལ་སློབ་དེབ་འདི་ན་ལས། ཉི་མ་ཤར་ཡང་ཤར་དོ་གར་དོ་ལྟ་གིན་གདའ། ཤར་ནས་ཉི་མ། ཤར་ཡང་ཤར་རེད་ཤར་འོང་ཤར་ཡང་ཤར་འདི་གང་རེད་ཤར་འདི་རྒྱབ་དང་ཞེས་འདི་མེད་པ་བཅས། ཉི་མ་ཡང་ཤར་ཟིན་ཉེ་སོར་བྱིན་རླབས་ཤར་ནས་མ་བྲིས་ཡ་ཡོད་མ་རྟ་ཡང། ཤར་ནས་ཉི་མ་ཤར་བ་ཞེས་གསུངས་ཀྱི། ཟླ་བའི་ཤར་ཕྱོགས་དབུར་བ། ཨང། ད་ད་ལྟ་ཉི་མ་ཤར་ཡང་ཤར་ཚུལ་འགྲེལ་བཤད་གཞན་པ་གལ་དགུ་ཞིག་ཀྱང་མི་འདུག་འདིའི་འགྲེལ་བཤད་དུ་གོ་ཚུལ་ནི་འདི་གཅིག་པ་གཅིག་ཀྱང་རེད་དོ། འདིའི་ཤར་དང་ཤར་ཉེ་དེ་གར་ཏོ་ཚིག་མཐུན་པ། མཐུན་པའི་ནང་ནས། དོན་མཐུན་པ་མར་བཞག་མཐུན་པ་གར་རེ་ལྟོས་ཟེར་ན་ཚིག་མཐུན་པར་ལྟོས། ཤར་ཉེ་དེ་ཚིག་སྔ་ཕྱི་གཉིས་མཐུན་དགོས་ཏོ། ཨང། ཡང་ཅིག་དེ་བྱས།

བྱ་བ་གཉིས་དུས་གཅིག་ཅར་དུ་འདྲེན་པ། སྡོང་པོ་ནག་པོ་བརྟན་པོ་དང་ཁ་ནས་པད་ཟླ་གཞུ་གཅིག་ལབ་བསྡད་པ་དེ་གཉིས་གཉིས་དུས་ཚོད་གཅིག་ཡིན་སྐོར་བྱས་ཙང། ག་ཅེ་རེ་མཚམས་འཇོག་ལག་བཅད་གནང་ནས། བྱ་བ་གཉིས་དུས་གཅིག་ཅར་དུ་འདྲེན་པ། ངོ་ནག་པོ་བརྟན་པའི་བྱ་བ་དེ་དང་ཤེས་བྱའི་དམ་པའི་བྱ་བ་གཉིས་དེ་མཉམ་དུ་དུས་ཚོད་གཅིག་ལི་སྐོར་རེད་འོ་དེ་ལ་ཡང་གར་སིག་རེ་ཟེར་ན། བྱ་བ་གཉིས་དུས་གཅིག་ཅར་དུ་འདྲེན་པ་ག་རེའི་ནང་གསེས་རེད།

ད་བཀའ་རྒྱུད་དང་དུ་དོང་ནག་པོ་བསྟན་དོ་ར་བྱེད་དང་བྱ་བ་གཉིས་དུས་གཅིག་ཅར་དུ་འདྲེན་པ་སོ་དོང་པོ་ནག་པོ་བསྟན་པའི་བྱ་བ་དེ་དང་ནག་པོ་གཞུག་ཅིག་བསྟན་དེ་བའི་བྱ་བ་དེ་དང་ཨ་ནི། ཤེས་བྱའི་དམ་པའི་བྱ་བ་གཉིས་དུས་ཚོད་གཅིག་ལ་ཡོང་གི་ཡོད་པས་སོ་ཨ་ནི་དེ་ལ་ག་ཟིག་རེད། མཚམས་སྦྱོར་ལྷག་བཅས་ཀྱི་ནང་གསེས་ཀྱི་ནང་ནས་ཨ་ནི་བྱ་བ་གཉིས་དུས་གཅིག་ཅར་དུ་འདྲེན་པ་བྱ་བ་གཉིས་དུས་གཅིག་ཅར་དུ་འདྲེན་པ་ཨོ་དེ་རེད་ད། ཧོ་དེ་གས་སེམས་ལ་ཉན་རོགས་གྱིས་ཟིག་ང་དེ་རིགས་སྤུག་ཚོ་རེད། ཟེ་འབྲུ་དགུ་པོ་ཚོ་ལ་དེའི་སེམས་ལ་ཉན་རོགས་ན་ཐོ་བྱེད།